ཨོ་བླ་སོ་རྣམ་པ་ཚང་མ་ལ་འཚམས་འདྲི་ཞུ། དེ་ནས་ཞི་ཁྲིམས་དགོན་པ་གི་བཤད་གྲྭ་ཚང་གི་སློབ་སྟོན་གི་སྒམ་པོ་རྣམ་པས་དེ་ནས་གོ་སྒྲིག་གི་འོག

ཞུན་ཆུའི་སྟེགས་འཛིན་གྱི་གཞི་དེ་བས་རེད། ཞུན་ཆུའི་སྟེགས་འཛིན་གཞི་པའི་ནང་ནས་བཀའ་གཏེར། དེ་ནས་གཏམ་རྒྱུད། ས་དགེ་སྐམ་གཉིས་དང་ལྔ་ཚོ་བོད་དགོས་ཆོས་རྒྱུད་མ་དགོས་ཚོ་དང་རྒྱ་ནག་དགོས་ཆོས་རྒྱུད་ཚུན་ཆོད་ཀྱི་ཡོངས་གྲགས་ཀྱི། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དག་པ་ཆེན་པོའི་ཆོས་ཉམས་ལེན་བཞིན་གྱི་ཡོངས་གྲགས་ཀྱི་ཐུན་མོང་གི་ཆོས་ཤིག་རེད། དེ་ནི་ད་ལྟའི་ཧ་ཅང་ཧ་ཅང་གི་ཐར་ལམ་མྱུར་མོ། ཐར་ལམ་བདེ་མོ། ཐར་ལམ་ཉེན་ཁ་མེད་ཡ་ཅིག་རེད་བསམ་ནས་ང་རང་ཡང་ཧ་ཅང་ཧ་ཅང་གི་དགའ་བ་དང་སྤྲོ་བ་དེ་འདྲས་བྱུང་སོང་དེ་ནས་རྣམ་པ་ཚང་མ་ལ་ངས་དེ་རིང་གི་བཞུད་ན་རྫིག་ཁོང་རྣམ་པར་དེ་ཡིན་དེ་ནས་ད་ཁྱེད་རྣམ་པས་བར་ཆད་དེ་རིང་སྐྱེལ་འོང་དུས་དེ་འོ་ད་འདི་ཚ་པོ་ཅིག་བྱེད་དུ

བདེ་བ་ཅན་གྱི་ཤིང་དེ་སྐྱེ་བ་ལའང། ཐར་བ་ཆ་མཐུན་གྱི་ཚོགས་གསོག་མི་དགོས་པར། གོ་བརྡ་རྣམ་པ་ཚང་མ། བསོད་ནམས་ཆ་མཐུན་གྱི་ཚོགས་བསགས་པ་ཙམ་གྱིས་བདེ་བ་ཅན་གྱི་ཤིང་དེ་སྐྱེ་འགྲོ་གི་ཡོད་མི་འདྲ་འདྲ། བདེ་བ་ཅན་གྱི་ཤིང་དེ་མ་སྐྱེས་གོང་ནས། ཀུན་མཁྱེན་སྟོན་རོལ་བའི་བསོད་ནམས་འཕགས་ས་ཐོབ་པའི་ཁྱབ་སོང་བ། བར་དོ་དང་པོའི་སྐབས་ནས་འཕགས་ས་ཐོབ་པའི་ཁྱབ་སོང་བ་བདེ་བ་ཅན་གྱི་ཤིང་བསོགས་པ་ཟིག་ཡིན་ན། དེ་འདྲའི་ཡིན་ཟེར་དགོས་འདུག་ད་ཁྱེད་རྣམ་པའི་གཏེར་ནང་དཔེ་ཆ་མང་པོ་གཟིགས་བསྡད་འདུག་སྟེ། ཨོ། ད་འདི་ཚར་བ་ཅིག་བཟོས་འདུག་ཟེར་ཟེར་བ་མ་འདྲ་འདྲ་འདི་ཚིག་ཚིག་མཚར་དེ་སྔ་ངས་དེ་འདྲ་ཅིག་རིག་མ་མྱོང་དེ་འདྲ་མཚར་པོ་ཅིག་འགོ་དྲན་གྱི་རེད་བསམ་ནས་ངས་ཁྱེད་རྣམ་པ་ལ་རྒྱུས་རྒྱུ་དྲན་སོང་དེ་ནས་དེ་རང་འདི་ན་ཟབ་ཆ་དགེ་ལྡན་བཀའ་བརྒྱུད་རྙིང་མ་བོན་པོ་སྤྲིན་ཐང་མང་པོ་ཅིག་ཡོད་དེ། ཁྱེད་རྣམ་པའི་སྦྲིན་ཐག་གི་བཙོན་དོན་པ་གུས་པ་མང་པོ་གི་ད་ཞིབ་གཞུང་དང་འབྲེལ་བའི་གསུང་དཔེ་ན་ཇོ་ནང་པ་ཡེ་ནས་ཀུན་མཁྱེན་དུར་བ་གི་གསུང་གཙོ་བོ་ཅིག་ཞིག་ཡིན་ན། ད་ནང་བཞིན་ས་སྐྱ་ཚང་གི་ཡེ་ནས་འཇང་གི་ས་པན་གི་དུ་གི་གསུང་གཙོ་བོ་ཅིག་ཞུས་ན། དེ་འདྲ་འདྲ་ཟུར་བཀའ་བརྒྱུད་པ་ཡེ་ནས་ད་ཀར་མ་ཆགས་མེད་ལ་སོགས་པའི་བཀའ་བརྒྱུད་པའི་གསུང་ད་རྙིང་མ་བ་རེད་ད་ནང་བཞིན་གསུང་ཚང་མ་གི་ནང་བསྟི་འོང་དུས།

ཁྱིམ་གཞུང་ལ་རྩ་བ་མི་བཟོ་དུ་མོ། གཞོང་དཀར་པོ་ལྔ་བརྫེས་ཏེ་ད་ཅི་རྣམ་པའི་དེ་རིགས་ག་ཚོད་སྐྱེས་དུས་ཀྱི་དེ་རེད་དུ་མ་གཏོགས་ད་གཞང་གཞོང་གི་ཐོག་ནས་རྩ་བ་བརླག་རྩ་བ་ནི་ཕར་ཆད་དེ་མི་ཤེས་དུ་མོ། དེ་མི་ཤེས་དུས་ད་ཤི་གི་མ་རེད་ཟེར་གི་ཡོད་དོ་གི་ད་ང་ཚོའི་མཁན་པོ་རྣམ་པར་ངས་དེ་འདྲའི་ཟས་ཁྱེར་འགྲོ་ན་ཐང་ད་ཨ་རྫི་མི་དགོངས་གི་བསམ་གི་ཡོད། ངས་འདི་བརྩམས་དགོས་ཡག་གི་རྒྱུ་མཚན་དེ་དགེ་བཤེས་ལགས་ལ་གི་དེ་འདྲས་གསུང་གི་འདུག་བདེ་བ་ཅན་གི་ཞང་ཁམས་དེ་མདོ་ཁམས་སུ་རེད་ཟེར་དེ་འདྲས་ཟེར་ཡག་ཞིག་ངས་ཐོས་སོང། ནང་ཁམས་པོ་ལགས་ལ་གི་བདེ་བ་ཅན་གི་ཞིང་ཁམས་ལ་སྐྱེས་ཚར་དུས་ཡང་ལས་ཉོག་འགོང་གི་ཕྱིར་ར་འཁོར་བ་ལེན་གི་དུས་ལས་རེད་ཟེར་གི་འོ་དཔག་མེད་གི་ཐུགས་བསྐྱེད་སྨོན་ལམ་དང་སྦས་ནས་མགར་དེ་ཡག་གི་སྐད་ཆ་བཤད་འདོད་གི་དེ་འདྲས་འདུག་ད་གཟོད་ལ་ངའི་ཁབ་བལྟས་ནས་ངའི་སྟོད་ལོགས་ཀྱི་བྲིས་རྒྱག་པ་དེ་ད་རེས་ངས་བྱས་དང།

དེ་ནས་བདེ་བ་ཅན་གྱི་ཤིང་དེ་སྐྱེས་པ་ལ་བྱང་ཆུབ་ཏུ་སེམས་མི་དགོས་ཟེར་གྱི་ཡོད། དེ་ནི་དག་གི་བདེ་བ་ཅན་གྱི་ཤིང་དེས་སེམས་ཅན་ཐམས་ཅད་ཀྱི་དག་གི་འཕགས་པ་ཆེན་པོའི་དག་གི་ཡོན་ཏན་འཐོབ་ཀྱི་ཡོད། བདེ་བ་ཅན་གྱི་ཤིང་སྐམ་ལ་སྐྱེས་ཚར་དུས་ལས་ཉོན་གྱི་དབང་གིས་ཤ་ལ་སྐྱེས་འོང་རྒྱུ་དང་གར་ལ་ཡོད་དང་འཕགས་པ་ཆེན་པོ་ཆོས་མ་གཏོགས་པའི་སར་འདུག་ཟེར་ན་འདུག། གཏམ་རྒྱུད་ཧ་ལས་པའི་ཁུངས་ཆེན་པོ་ཡོད། འདུས་བྱས་རྣམ་པ་ལ་བཀོད་ན་ད་ལྟའི་རིགས་ངན་འདི་དྲུག་ཅིག་ཆེས་རྣམ་པར་གཞག་ཏུ་འདུས་བྱས་སུ་འཁོད་རུང་བྲན་ཡང་དེ་ལ།

ལྷ་སོ། སངས་རྒྱས་དབང་བོ་མེད་ཀྱི་འདོད་ལྷ་ཆེན་པོའི་ཞལ་ཁམས་འདྲེས་པའི་སྦྲུལ་ཆེན་པོ་བཞི། ཅེས་སངས་རྒྱས་དབང་བོ་མེད་ཀྱི་ལོ་བྱེ་བ་གཅིག་གི་བར་དུ་བདེ་བ་ཅན་གྱི་ཞིང་ཁམས་ཀྱི་སངས་རྒྱས་བྱེ་བ་ཁྲག་ཁྲིག་བདུན་བཅུ་རྩ་གཅིག་མར་དང་ཞིང་ཁམས་ཡོངས་རྫོགས་ཀྱི་ཡོན་ཏན་དེ་ལོ། བཞི་བ་གཅིག་གི་བར་དུ་ཆུས་ཉན་པ་རེད་སངས་རྒྱས་འོད་དཔག་མེད་ཀྱི་སྐུ་སྔ་མ་དེའི་དགེ་སློང་ཆོས་ཀྱི་འབྱུང་གནས་ཀྱི་དེ་གཅིག་རེད། གཉིས་ནི། ཀ་བ་ཆེན་པོ་ལྔ་གི་བར་དུ་ཞིང་ཁམས་ཡུལ་ལ་བྱས་ནས་བཞེངས་བྱུང་བ་རེད་དེ་གཉིས་རེད། གསུམ་ནི། སངས་རྒྱས་འཇིག་རྟེན་དབང་ཕྱུག་གི་མདུན་ནས་སྨོན་ལམ་ཆེན་པོ་བཞི་བཅུ་ཞེ་དགུ་གནང་བ་རེད་དེ་གསུམ་རེད།

བྲམ་ཟེ་རྒྱ་མཚོའི་བདག་ཟེར་གྱི་དེ་སྐྱེ་བ་བཞི་པ་རེད། བྲམ་ཟེ་རྒྱ་མཚོའི་བདག་སངས་རྒྱས་ག་ཚད་ད་ལྟའི་སློབ་མ་ཡོངས་རྫོགས་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་ཁ་བཅུ་པའི་འོག་ཏུ་རྒྱལ་པོ་ལ་ཐུགས་བསྐྱེད་ཁ་བཅུ་དུས་རྒྱལ་པོའི་ཐུགས་བསྐྱེད་རོགས་མ་ཡིན་པ་རེད། ཁོང་གི་ཐུགས་མི་བསྐྱེད་པའི་རྒྱལ་མཚན་ཅི་ཡིན་ཟེར་དུས་མ་དག་པའི་ཞིང་གི་སངས་རྒྱས་འདྲ་བོ་ཟག་གི་སྐྱེ་བ་ང་ལོང་མ་ལོང་མེད། སེམས་ཅན་ཡོངས་རྫོགས་ཀྱི་སྡུག་བསྔལ་ནི་སངས་རྒྱས་ཀྱི་ལག་པ་བཅངས་ནས་བདེ་བ་ཅན་གྱི་སྨྲར་ད་ཐར་བ་སྒྲུབ་ཐུབ་ཀྱི་མི་འདུག་དེ་འདྲ་ཡིན་དུས་ད་འདི་འདྲའི་གི་སེམས་སངས་རྒྱས་ནུས་པ་མེད་མི་ཞིག་གི་སྐྱེ་བ་ང་སློང་མ་སློང་མེད་གསུངས་ནས་ཁོང་གི་ཐུགས་མ་བསྐྱེད་པ་རེད་ག་བལྟས་ཚེ་ཁོང་གི་དུས་སྐྱེ་དགོས་ན་དགེ་རྩ་ཆད་ཕ་སོང་བ་འདྲའི་རྣམ་པ་ཚང་མ། ཉིན་དེའི་པདྨ་ཀྱི་དཀར་པོའི་མདོག་ངང་ལ་ཡོད། དགེ་རྩར་བྱེད་པའི་གང་ཟག་རྣམས་ཡན་ཆད་ཁོང་གི་ཐུགས་ཀྱི་སྨོན་ལམ་གྱི་རྟོགས་ཁོ་ནས་ཐར་བའི་ལམ་དུ་འདྲེན་ཐུབ་སོང་ན་ང་སངས་རྒྱས་ཀྱི་ཡོན་བརྩིས་དུས་དེ་ནི་སངས་རྒྱས་རིན་ཆེན་སྙིང་པོ་གི་རྒྱལ་པོ་གི་མཐུས་རྟོགས་ཏེ་རླབས་ཆེན་པོ་ཡིན་པ་གཟིགས་ནས་རྟག་པའི་གཞན་ཁམས་ཀྱི་སྣང་བར་བཀྲལ་ནས་དེ་ནས་ཁོང་གི་བདེ་བ་ཅན་གྱི་བཞེངས་པའི་ཐུགས་ཀྱི་གསུང་ཟེར་ངེས་ཆེད་དུ་ཞུ་རྒྱུ་པོ་སྟེ། ཁོང་རིགས་ཀྱི་ཐུགས་བསྐྱེད་འོང་དུས་དགེ་རྩ་ཆོས་ཀྱི་གང་ཟག་ཡན་ཆད་ཀྱང་ཁོང་གི་སྟོབས་ཁོ་ན་ལ་བརྟེན་ནས་བདེ་བ་ཅན་གྱི་ཞིང་ལྟ་བུ་ལ་སྐྱེས་ཐོབ་དགོས་ཚུལ་ཐུགས་བསྐྱེད་གནང་བ་དེ་རེད། དེ་ནི་ཁྱེད་ཀྱི་ད་རུང་འཕགས་ས་མ་གུ་སར་སངས་རྒྱས་ཐོབ་སོང་ན་དགའ་ས་རེད་ཨ་ཟེར་ན། ཕར་ཕྱིན་བདེ་བ་ཅན་དུ་སྐྱེས་ལེ་ད་སངས་རྒྱས་ཐོབ་ལེ་གཉིས་ཀ་ཆེན་པོ་ཡོད་མ་རེད་ཁྱེད་པ། ངས་བཤད་ན་ད་རུང་ཅིས་ཁྱེད་རང། ཁྱེད་རྣམས་པ་ལ་ཅིས་ཀྱང་ངས། ང་རང་གི་ཤི་ཚོད་ཀྱི་ཁྱེད་རྣམ་པར་བརྒྱུད་ན། བདེ་བ་ཅན་གྱི་གཞན་ཁམས་ལ་སྐྱེས་ཚར་དུས་དེ་དག་ས་དགེ་བཀའ་རྙིང་ཁེགས་དྲུག་ཡོངས་རྫོགས་གི་དོད་དུ་སོང་བ་རེད་དུས་ཚོད་ངེས་ཅན་ཅིག་གི་འཕྲོ་ནས་སྨོན་ལམ་ཅན་གྱི་བྱང་ཆུབ་སེམས་དཔའ་མ་གཏོགས་པ་སྐྱེ་བ་གཅིག་ཐོག་གི་བྱང་ཆུབ་སེམས་དཔའི་ཁོ་ནའི་ཁྱབ་པ་དེ་དབུ་མདོ་གི་ནང་ན་སོང་བས་རེད། ཆོས་མི་རྟོགས་པའི་བྱང་ཆུབ་སེམས་དཔའ་ཡིན་པའི་ཁྱབ་པ་དེ་དབུ་མདོ་གི་ནང་ན་སོང་བས་རེད། འདི་ནི་ང་ཚོའི་ཤེས་བྱ་མགོན་པོ་གི་ནང་ན་འཕགས་པ་ས་ཐོབ་པ་རྣམས་མདོར་ན་བཤགས་སྡང་གི་སངས་རྒྱས་སེང་གེ་གཙོ་ཡང་འདྲ་བར་བ་དེ་ནི་ས་བཅུ་པ་མན་ཆད་ཐོབ་པའི་བྱང་ཆུབ་སེམས་དཔའ་ལམ་སེང་ཁོང་གི་སྤྱི་འགྲོ་བྱས་ན་དེ་འདྲ་དུ་ལྷོག་ནས་ཕར་ཕྱིན་སངས་རྒྱས་སོང་ནས་དང་འདྲ་འདྲ་རེད་ད་ཅི་བྱེད་རེད་བྱེད་ལུགས་དེ་རེད་འདི་གོ་དེ་དེ་འདྲ་འདྲ་ཞིག་རེད། ལགས་སོ།

ད་ཅིག་རེད། ཡིན་ན་ཡང་ངས་འདི་ན་ཆུ་རྫི་ཡོད་ཚེ་དུས་རང་གི་ཆུ་སྤང་གི་དཔེ་ན་ང་འདྲ་བྱས་ན་ང་ཆུ་སྤང་གི་ལས་བསགས་པའི་རྟེན་ཅན་གྱི་ཡིན་ན་ཡང་ང་བདེ་བ་ཅན་གྱི་བྱང་ཁམས་ལ་སྐྱེ་རྒྱུ་ཡོད། དེ་མདོ་དགོངས་པ་ཡིན། མདོ་གཉིས་ངས་འབྲི་བཞིན་བཀོད་ཡོད་ད་དེ་རང་ཁྱེད་རྣམ་པར་ཞུས་ན་ཅིག་དེ་ད་ང་ཚོའི་རྒྱ་ནག་གི་ཡིག་གི་སྟེང་ན་ཡོད་ནི། ད་ལྟའི་འོག་དཔག་མེད་ཀྱི་མདོ་ཞེས་པའི་ཡིད་ལ་བྱེད་པའི་མདོ་ཟེར་ཡ་གཅིག་ཡོད་རེད་ང་ཚོའི་བོད་ཡིག་གི་སྟེང་ནས་ད་རྗེས་མ་ལོ་ཙཱ་བ་གཅིག་གི་བརྒྱུད་ཡོད་རེད་མ་གཏོགས་སྔ་འཕྱི་བྱུང་མ་མྱོང་པ་རེད། ཧ་ཅང་ཧ་ཅང་གི་གནད་འགག་ཆེན་པོ་གི་མདོ་ཞིག་རེད་དེའི་ནང་ན་ཆོས་སྤོང་གཅིག་པོ་གསུངས་ཡོད་མ་རེད་མཚམས་མེད་ཀྱི་ལས་བསགས་པའི་གང་ཟག་ཅིག་ཆོས་ཁ་ངོ་མ་ལྟ་ན་སངས་རྒྱས་ཨོ་དཔག་མེད་ལ་དད་པར་བདེ་བ་ཅན་དུ་སྐྱེ་བའི་སྨོན་ལམ་ཀྱང་ཁ་ནང་ནས་འདོན་མ་ཐུབ་ན་ཡང་ཞལ་དུ་ཐོགས་ནས་ཨོ་དཔག་མེད་ཀྱི་མཚན་ལྷན་སྐྱེས་ཙམ་ཞིག་དྲན་རྒྱབ་ན། དེ་ནས་སྐར་བ་བརྒྱད་ཁྲི་དུ་བསགས་པའི་སྡིག་པ་དག་ནི་མ་ཚད་དུ་དེ་མ་ཐག་ཏུ་བདེ་བ་ཅན་དུ་ཤིན་ཏུ་སྐྱེས་འགྲོ་སོང་ནས་རྒྱ་ནག་ཏུ་ལུག་ལ་སྔོ་དྲག་དང།

བཀའ་དྲིན་ཆེ། ངོ་སོ་ཡོངས་གྲགས་དུ་འཆི་མེད་ང་བསྒྲིགས་མདོ་ཟེར་རེད་མིན་ན་ངོ་མ་བཤད་ན་འཆི་མེད་ང་བསྒྲིགས་མདོ་ཟེར་ན་དེ་བཟུང་གི་མཚན་རྟགས་བརྒྱ་རེད་མིན་ན་ངོ་མ་བཤད་ན་ཚེ་དང་ཡེ་ཤེས་དཔག་ཏུ་མེད་པའི་སྙིང་པོའི་མདོ་ཟེར་དེའི་མདོ་དེ་ཡང་བདེན་པ་རེད་དེའི་ནང་ན་བདེ་བ་ཅན་གྱི་ཞིང་ཁམས་ཀྱི་བཀོད་པ་གཉིས་གསུངས་རེད། དཔེར་ན་ཁྱེད་ཀྱིས་རྒྱལ་པོ་དོན་གྲུབ་སངས་མ་སྐྱེས་པའི་སྐབས་ཀྱི། ཡབ་དང་ཡུམ། བཙུན་མོ། བཀྲིས་དང་བཅས་པ་ཡོད་ས་ལྟ་བུ། དེ་མིན་བདེ་བ་ཅན་གྱི་ཞང་ཁང་གི་བཀོད་པ་གཅིག་སོང་བ་རེད་ད་དུང་ཆོས་མེད་མངའ་སྡེའི་མདོ་མ་གཏོགས་པའི་མདོ་གཞན་དུ་མ་མ་རྩ་བ་ནས་དེ་འདྲ་ཞིག་མི་འདུག་དེ་འཕྲལ་དུས་ཞིང་ཁང་བཀོད་པ་གཅིག་སོང་བ་རེད། དེ་ནས་ཞིང་ཁམས་ཀྱི་སྤོབས་པ་གཉིས་པ་དེ་དུས་སྔ་མ་དུ་ན་དེ་ནས་དང་ནུབ་བདེ་བ་ཅན་གྱི་ཞིང་ཁམས་ང་ཚོས་ཡོངས་གྲགས་སྒོ་སྒོམ་སྟོབས་སོགས་ནས་བཤད་པ་ལྟ་བུའི་བདེ་བ་ཅན་གྱི་གཞན་ཁམས་ཀྱི་སྤོབས་པ་གཅིག་དེ་གཉིས་གསུངས་ཀྱང་ཡོད་རེད། དེ་ནས་ཆེད་ཀྱི་ངག་ལ་འཁྲིད་འདོད་རྒྱུ་པོ་དེ་བདེ་བ་ཅན་གྱི་གཞན་ཁམས་ཀྱི་དང་པོ་དག་གི་རྒྱབ་གྲུབ་བཟང་ནས་བཙུན་མོ་དང་དེ་ནས་དང་འཁོར་དང་བཅས་པ་ལ་རོལ་བ་བྱེད་འདོད་རྒྱུ་དེ་ངའི་བསྟི་གནང་ཟེར་ཡིན་ད་དུ་གི་འགྲེལ་བཤད་བཤད་རྒྱ་ས་དེ་འདྲ་ཇོ་ནང་བ་གི་ཚོགས་ནས་རྒྱ་མཚོ་གི་གསུང་གི་ནང་ན་ཡོད་རེད། སོང་དེའི་ནང་ན་ཨ་ཙི་དེ་ཁྱོད་མི་སྔར་དུས་མདོ་དགུ་རྟོགས་སློང་བྱས་ཡས་ནས་ཧ་ལས་པ་ཡག་པོ་ཞིག་སོང་བ་རེད། ངས་ད་རེས་ཁྱེད་རྣམ་པར་ཞུས་པ་ནང་བཤད་ཡིན་བོད་ཀྱི་ཆོས་རྒྱུད་སོ་སོའི་ནང་ནས་དབོན་མདོ་ལ་རྩ་ཆེན་བྱས་ནས་དབོན་མདོ་ལ་གསར་བརྗེ་གནང་མཁན་དེ་ཇོ་ནང་པ་ཚང་གི་སྟོན་པ་རྒྱལ་བ་ཀུན་བྱེད་དོ་རུ་བ་རེད། དོ་རུ་བས་ཀྱི་རྩ་ཆེན་གནང་རྒྱལ་པོ་རྒྱལ་མཚན་གྱི་རྟ་ར་ན་ཐ་ནས་བཟུང་ད་བར་དུ་ཇོ་ནང་པ་ཀྱི་ཞིང་སྐྱོང་རྩ་ཆེན་པོ་གནང་གི་ཡོད་རེད།

དེའི་ནང་ན་ཡོད་རེ་ངས་ཚང་མ་དེ་དེབ་བཤེར་བ་ཆགས་ཀྱི་ནང་ནས་བཀོད་རྒྱ་ཡོད་ད་གཟོད་ཡོངས་རྫོགས་དེ་རྗེ་མ་ལྟ་བུའི་རྟེན་ཚང་གི་མདོག་གི་ནང་ན་སོང་པ་ནང་ཡིན་འདི་སྙམ་སྐྱེ་ཆེན་པོ་པདྨ་དཀར་པོའི་མདོག་གི་ནང་ན་སོང་རྒྱ་ཡོད་ཅི་འདྲའི་རེ་བསད་དེ་དཔེ་ན་ནང་གི་འོག་པགས་མེད་པའི་ཤེས་བ་ཞེས་ཟེར་བ་འོག་པགས་མེད་དགོངས་པ་མྱ་ངན་ལས་འདས་འགྲོ་རྒྱུ་ཡོད་སྲིད་དགོངས་པ་མྱ་ངན་ལས་འདས་ནི་གཏན་པའི་གནས་ཚད་ཇི་སྐད་ཡོད་པ། གཏམ་དཔེ་གཉིས་ཚེ་གང་ལྟ་བུ་མཇུག་རྫོགས་པའི་འོག་ཏུ་བཤད་རེས་གཟིགས་པ་ཙག་སྦྱར་གྱི་ངོ་བོ་སངས་རྒྱས་པ་དེ་འདྲས་གསུངས་ཡོད་པ་སངས་རྒྱས་པ་རེད་ད་ཡིན་ནའང་ཞིང་ཁམས་གཅིག་ཡིན་སོང། སྟོང་འགྱུར་བ་མ་ཡིན་ཏེ་མང་འགྱུར་བ་ཡིན་སོང་ཞིང་ཁམས་ད་བསགས་པ་ཕྱི་ཚེ་འབྲས་གཉིས་དེར་འགྱེལ་སོང་ཟིག་ད་ང་ཚོ་གི་ད་ལྟ་འོད་དཔག་མེད་བཞེངས་ཚུལ་ཡིན་པའི་སྐབས་ན་བདེ་བ་ཅན་གྱི་ཞིང་ཁམས་ཟེར་བ།